ཨོ། དེ་ཞེས་པ་དེ་ང་རང་གིས་ཨེ་ནས་ཐོ་འདི་དེ་ལས་གསན་པ་ཚ་ནང་ལ་ན་མ་བྱོན་ཉམས་མྱོང་ཨེ་ནས། ཨོ་ལས་ཚོ་ཁ་པར་སྒྲོན་ལས་ནས་ཞུས་པའི་ཚོ་ཚོ་ལ་ད་ཨེ་ནས། ཨོ་ཚང་མ་ཚང་མ་ཞོགས་པ་དེ་ལས་ང་ཀོ་དེ་སུ་ལ་བཀྲ་ཤིས་དེ་ལས་ད་ང་གི་དེ་བསམ་ཚུལ་ཁ་ཤས་ཤིག་ཡ་ཅི་ཏུ་ཁ་ཚོ་ཁ་འབར་ཕོར་ས་ལས་ཅུ་རུ་ཅི་ལ་ཞུས་ཡིན། ཨོ། འགུ་ལ་མེད་དུ་གི་གོ་ལ་ཞེས་བཤད་རྒྱུ་པ་དང་བཤད་རྒྱུའི་སྤྱི་དོན་ཡིན་ན་འགུ་ལ་མེད་དུ་ཡིན་ནི་མིན་ཧ་གོ་གི་མེད། འོ་དེ་པ་དང་བཤད་རྒྱུ་དེ་ང་རང་གིས་མཐོང་མྱོང་མྱོང་རེད་སྤྱི་དོན་དེའི་སྐོར་ལ་འགྲེལ་བཤད་ཆུགས་སུ་ཅིག་བྱས་ཆོག་ག་ཅེས། ཨེ་ནས་རྗེས་མ་ཤི་ཡའི་འབྲས་བུ་དེ་འདྲའི་རེད་འདོད་ན་གང་ལྟར་ངས་འགུ་ལ་མེད་དུ་ཁྱེད་ར་རེད་ལབ་གི་མེད་དེ་སང་མི་དེ་ཚོ་པ་འདྲ་མི་འདྲ་ནི་བཟོ་གི་འདུག། དེ་ནས་ང་རང་གི་བསམ་ཚུལ་གཅིག། ག་རེ་ལགས་ཀྱི་རེད་སོ་སོ་གའི་མི་ཚེ་དེ་ལ་ཏན་ཏན་ལོ་ཉི་ཤུའི་རྩ་རང་ན་ལས་ཨེ་ནི་ཡིན། ག་རེ་རེད་བློ་ཕམ་དགོས་ཡས་ཅིག་གདའ་ཨེ་ནི་བ་དེ་ཐོག་འདི་དེ་ལས་ཨེ་ནི་གར་ལགས་ཀྱི་རེད། སེམས་པ་ན་ལས་ཚ་ནང་ལ་ཨེ་ནི་ངེ་ནི་གས་གར་ལགས་ཀྱི་རེད་ད་ཅིག། སེམས་པ་སྐྱོ་ཡས་གས་ད་ཨེ་ནི་རླུང་ལོང་ཡས་གས་དེ་འདྲི་ཅིག་ཆགས་སོ་ཁ་ཚོ་ཨེ་ནི་ཕུས་སུ་བོག་ཐུབ་པ་ལ་ངོ་ཤེས་པ་དེ་འདྲི་གས་ནང་ལ་བཞག་བཞག། འོ་དེ་རྗེས་ནས་དགེ་བསྔོས་པ་དེ་མཐོང་སོ། དེ་ནས་ང་ཁ་ཚོ་ཚོགས་པ་གཞན་པ་དེ་འདྲའི་ནི་ལ་ཨ་ནི་ཚོགས་གཙོ་ལ་དུ་ཁོ་ཚོ་ཁ་ཤས་ཀྱིས་ཡར་བླུགས་སོ་དེ་ནི་ལ་བཏང་དེ་གི་འདུག་ཨེ་དེ་གི་ང་རང་གི་ཨེ་ནི་ཉམས་མྱོང་ལ་ནི་མ་བཅོས་ཨེ་ནི་སོ་སོ་གི་དོགས་པ་ལ་ནི་མ་བཅོས་ཨེ་ནི་ག་རེ་ལ་གི་རེ་ད་པ་དེ་མཐོང་དེ་སོ་སོ་གི་ཚོགས་ནང་སྐོར་ལ་ཤེས་ཆོག་གི་གཅིག་ནི་ང་ལ་མི་དུ་ཁྱོད་ར་རེ་ལ་ནི་གི་ལ་གི་མི་མི་དེ་ཚོ་པ་འདྲ་མི་འདྲ་ཚོགས་གི་འདུག་ཡིན་ན་ཡང་དེ་སང་ཡང་གི་ཅི་ཞིག་དུ་འདྲི་མ་འདྲི་སྐོར་ལ་ཡང་མི་གི་འདྲ་མི་འདྲ། དེ་ག་རེ་ཟ་ཨེ་ཡིན་བཟོ་གི་འདུག་བ། ཡིན་ན་ཡང་པ་དེ་ལ་ཡང་ང་རང་གིས་དོགས་པ་སྐྱེ་ཡ་ཅིག་འདུག་ཨེ་ནི་ངའི་ཡི་གེ་འབྲི་ཤེས་ཀྱི་ག་རེ་ཟ་པ་ངས་ནི་དོགས་པ་མཐོང་གི་མི་འདུག་རེད་ལ་ནི་བརྒྱ་ཆ་བརྒྱ་ལ་ཐུག་གི་མི་འདུག་ཞེས་ཡ་ཡི། ཨོ། དེ་ཡི་པ་དེ་ང་རང་གིས་ཨེ་ནི་ཐུགས་འདུན་དེ་ལས་སེམས་པ་ཚ་ནང་ལ་ནང་མ་འཇོག་ཉམས་མྱོང་ཨེ་ནི་ལྷ་ས་ཨ་ཅག་གཉིས་ཡོད་རེད། ག་རེ་ཟེར་ན་ང་ཚོ་རྒྱ་གར་རྡ་རམ་ས་སྣི་ལན་ག་ལས་བྱོ་དུས། ཨེ་ནས་ཁོ་རང་ཨ་ཅག་དེ་ཕ་སྐྱེས་ནས་ཉིན་ལས་ག་གི་ཐོག་ཁ་དེ་བ་ཅིག་དེ་གི་ས་རེད་ཁོ་རང་ངོ་ཤེས་པ་ཅིག་རེད་དེ་ཐོག་ཁ་གི་མ་གཙོ་བོ་རྒན་གཙོ་བོ་དང་དེ་གི་ཡོད་རེད་ཨ་ཁོ་རང་གཉིས་ཀྱག་ལྷ་ས་གི་སྐུ་ང་ཆུའི་འདྲ་བོ་སྐུ་ང་ཆུ་ལག་གི་རེད་སྨྲ་མི་ལག་གི་རེད་ཅིག་རེད་ཤག་ཨེ་ནས་ཁོ་རང་ཨ་ཅག་དེ་གི་མི་དེ་རྗེས་ཤག་ང་མི་ཡག་པོ་ཅི་ཧ་གོ་གི་མེད་ག་ཚོད་ཡིན་ན་ཡི་གེ་མང་པོ་ཅིག་བྲི་ཨེ་ནི་དེ་བ་ལ་ཚང་མ་གི་ཨེ་ནི་གཅིག་ག་རེ་ལ་གི་རིག་གནས་ལས་ཀ་ལ་ཨེ་ནི་གསར་འགྱུར་དེ་འགྱུར་དེ་ཚོ་གི་ཁོམ་པ་ན་ལས་འགྲོ་ཡ་འདྲ་བོ་དང་ལང་ཀ་འདྲ་བོ་དེ་དོ་ན་དེ་མི་ཤེས་ཀྱང་བེའུ་ཀྱང་ཁྱེར་ནི་དེ་དེ་ཉིད་ཀྱི་དུ། ཨེ་ནི་ཉི་མ་དང་པོ་ག་དེ་ཧ་གོ་རུ་ཟེར་ན་ཨེ་ནི་ང་རང་ཚོ་གསར་འགྱུར་ཆབ་སྲིད་བཙན་པ་ཚང་མ་ལོ་སྐད་ཐོག་ནས་ཡུན་ལས་ཀ་ཐོག་པ་ལ་ཨེ་ནི་སྐད་ཆ་དྲི་ག་སྐད་གཏོང་སོ་ག་རེ་ཟེར་ན་ཨ་རི་ནི་ཨེ་ནི་འགྲོ་བ་མི་གི་ཐོབ་ཐོ་ལས་ཀ་བྱེད་ཉིད་ཨིན་ཅི། དབྱིན་ཇིའི་མི་སྣ་སྐད་ར་ཆེན་པོ་གིས་གཅེན་པོ་ཞི་བུ་གྱི་ལས་ཡོང་གི་རེད་ནི་ང་རང་ཚོ་བོད་དོན་ཐོག་ལ་ཕན་ཐོག་གི་རེད། དེ་ནི་དམིགས་བསལ་དུ་ང་རང་ཚོ་བཙན་བྱོལ་གཞུང་ལ་ཨེ་ནི་ཨེ་པའི་མི་སེར་ལས་ཀྱི་སྦྱིན་བདག་ཆེན་པོ་རེད་གིས་གཅེན་པོ་ཞི་བུ་རེད་ཨེ་ནི་ཨེ་ཆབ་སྲིད་བཙོན་པ་ཚང་མ་ལ་ཨེ་ནི་སྐད་ཆ་ག་རེ་བྲོ་ཡ་བྲོ་ལི་བྱེད་ཀྱི་ཡོད་རེད་ཡོང་རོགས་གྱིས་སྐད་ཆ་བཤད་ག་ཤོས་ལ་སོང། ཨེ་ནས་ང་ཚོ་མང་པོ་ཞིག་བོད་ཀྱི་སྣེ་ལེན་ག་ཐོག་ག་ལས་འགྲོ་ཡི་ཨེ་ནས་ལྷ་སར་ཨེ་ནས་བོད་ཕོ་མོ་དེ་འདྲ་མང་པོ་གྱི་རེ་ང་ཡར་འགྲོ་དུས་དེ་ལས་ལྷ་སར་བོད་དེ་འདྲ་མང་པོ་གྱི་མར་ལོག་ཡོང་གི་འདུག་ག་རེ་གྱིས་ཟུར་ལ་ཡིན་ནས་ཨ་ཅག་དེ་གིས་དེ་དེ་ཤ་མོ་ཡི་གར་ས་པུ་ལི་སི་རེད་སྐུ་ང་གྱི་རེད་ཨེ་ནས་ཕོ་གིས་བོད་ལ་མི་མང་པོ་རྩིས་བསྒྲིགས་ཚར་རེད་མོ་ཕར་ལོག་འགྲོ་གི་རེད་ཨེ་ནས་ང་ཚོ་གི་ནང་མི་ཚང་མ་ལ་ཏག་ཏག་བཟོ་གི་རེད་ང་ཚོ་སྐད་ཆ་བཤད་ཐུབ་ས་མ་རེད་ལར་ནས་གི། ཨེ་ནི་མ་བློ་གྲོས་སོ། དང་པོ་འདོད་པ་མི་མང་པོ་བཞི་པོ་གྱི་སླད་སོ། རྒྱུད་ལས་ཨེ་ནི་དེ་འདྲའི་ལབ་ཅིག་ནི་གེ་མི་མང་པོ་གཅིག་གི་སྐད་ཆ་ཤེས་མ་བཏབ་པ་གཅིག་ནི་གེ། ཨེ་ནི་ག་ལ་གི་རེ། སངས་རྒྱས་དཀོན་གཉེར་ལས་ཀྱི་སྐད་ཆ་ཤེས་མ་བཏབ་བོད་པ་མང་པོ་གཅིག་བློ་གྲོས་སོ། ཨེ་རྒྱུད་ལ་ཨ་ཅག་དེ་ལ་སྐད་ཆ་ཤེས་ཡ་གི་ཁོང་ཚོ་གི་དུས་ཚོད་མང་པོ་གཅིག་བཟོས་སོ།

བསམས་ནས། སོ་སོའི་ཁྲིད་དེ་ནི་མི་དེ་ཚོ་མར་ལྷོ་རུ་བསྡད་ད་ཡ་ཅེས་སེམས་པ་ཧོབ་ཏུ་ཁ་ལས་མིག་ཟིག་གིས་ཁ་རུ་ལག་གི་རེད། ཧང་འདྲ་བོ་ཅི་སངས་ཀྱི་ཁ་རུ་ཤེས་ཀྱི་ཡོད་སྐད་ཆ་དེ་འདྲ་ཚོགས་ར་ལོ་འདྲ་བོ་སངས་སུ་རོལ། ཡིན་ནའི་མིག་ཟིག་གིས། མིག་ཟིག་གིས་ཁོ་རང་ཚོ་ཇི་སྙེད་མ་རུང་ཡིན་གྱི་རེད་འདྲ་བོ་སངས་སུ་རོལ་དང་པོར་དེ་དེ་སོ་སོར་སེམས་པ་སྡུག་ཅག་ར་ཇི་སྙེད་མ་རུང་གྱི་རེད་བོད་པ་སྐད་བརྡ་དེ་འདྲའི་རྩིས་སྤྲད་གི་ཡོད་ཀྱི་མ་རེད་སངས་སུ་རོལ། ད་དེ་འདྲ་ཡིན་དུས་ཇི་སྟེ་དེ་ལས། ལས་དེ་འདྲའི་རྗེས་དེ་ཉིད་དེ་འདྲའི་ཁ་ཤས་འདུག་བ་ད་སོ་སོ་ལོ་ཡག་རྫི་ཡག་ལས་ནས་ཉམས་མྱོང་མང་པོ་བསགས་དོགས་ན་ཅི་རེད་དེ་བོད་པ་ཚང་མ་སོ་སོ་ག་རེ་སོ་སོ་ནང་གི་ཅེས་བོད་ནས་གླེང་འོང་འདི་ཅེས་ག་པང་ཡིན་ན་བོད་དོན་སྐོར་ལ་སྐད་ཆ་ཤི་ཡ་ར་ན་ཤི་ཨེ་ནས་ལས་ཀ་ག་འདྲ་བྱེད་ཡ་ར་ན་བྱེད་གཞུང་གི་ན་རེ་སྒིག་གི་ན་རེ་སུ་མཉམ་དུ་ཡེ་ནས་བྱེད་གི་ཡོད་རེད་བསམ་གི་ཡོད་རེད་བ་སོ་སོ་གི་བྱེད་གི་ཡོད་ར་མི་གི་ད་ག་རང་རེད་བསམ་གི་ཚང་མ་ལ་ཡིད་ཆེས་གི་ཡོད་རེད་བ། དེར་དུས་སང་ཨིན་དྲིས་ད་འདི་དུས་ང་རང་ཚོ་བོད་པ་མང་པོ་མང་པོ་ཅིག་གིས་བསམ་ཚུལ་འདྲ་མི་འདྲ་མང་པོ་ཅིག་བྱེད་ནི་རེད་སོ་སོ་བོད་པ་རྡོ་རྩ་གཅིག་སྒྲིལ་བྱེད་ཡ་ད་ཁྱོད་གསུང་སྤུན་ཟླ་ཚང་མ་མི་གཅིག་ནང་གི་ཁྱ་ཡ་དཀའ་ལས་ཁག་པོ་ཞུ་གི་རེད་འདུག་ཨེ་ནི་སོ་སོ་རང་གི་ཨེ་ནི་འདོད་པ་དང་ཨེ་ནི་སོ་སོ་ང་རང་ཚོར་ལས་རྒྱལ་ཁབ་དེ་སྙོམས་ཆུང་དྲགས་ནི་ཚང་མ་གིས་སོ་སོ་སོ་སོ་གི་སྙོམས་ཆུང་རྩེད་རིགས་བྱེད་ནི་གིས་ཨེ་ནི་ཞེན་ཁོག་བྱེད་དེ་ཉིད་དང་མི་རིགས་དེ་ལས་ཨེ་ནི་བརྩི་བཀུར་བྱེད་དེ་ཉིད་ཉུག་ཉུག་ཅིག་རེད་ཤག་ཨ་འདི་ག་དེ་བ་ལ་དངོས་གནས་གིས་མི་དེ་ཚོ་གི་ལབ་བྱ་ཡ་དེ་བདེན་པ་རེད་ཤག་བསམ་གི་འདུག་རོགས། ཨེ་ནས་ཨ་ཅག་དེ་གའི་གདོང་པ་འདྲ་པོ་དེ་སངས་དེ་གར་ཨ་ཅག་དེ་འདྲ་པོ་བྱེད་པོ་འདུག་གར་ཟེར་ན་གདོང་པ་དེ་མཐོང་གི་མི་འདུག་གཟུགས་པོ་དང་རྡོ་ལོ་གོན་ཏོ་དང། དེ་ཚང་མ་སྐྱེག་པ་འདྲ་པོ་མཐོང་གི་འདུག་རོ། ཨེ་ནས་དུས་དུས་མོ་རང་ཡིན་ན་ལོ་ཉི་ཤུ་སུམ་ཅུ་ཡན་ཡོད་ཐུབ་པ་ཅིག་ཡིན་ས་རེད། དེ་འདྲས་བྱས་ནས་བོད་པ་གིས་ཨེ་ནས་གསང་དབང་གི་གར་ལ། དེ་སྐབས་དེ་བ་ལ་ང་རང་ཚོ་གི་བོད་པ་གི་ཨེ་ནི་གནས་ཚུལ་གསར་པ་གསར་པ་སེམས་ཤུགས་ཡོད་རྒྱུ་ཨེ་ནི་རང་ལུང་པ་ལོན་དེ་དུས་དེ་ཚོ་ཚང་མ་ཚུར་ལོག་ལ་བར་ལབ་མ་ཐུབ་པ་ཨེ་ནི་དེ་འདྲིས་ཀྱི་ཀ་ཀ་བྱ་གི་འདུག་གནད་འགག་དེ་འདྲིས་ཆེན་པོ་གཅིག་ཐུག་པའི་སྐབས་ལ་ཨེ་ནི་སྐྱིད་ལ་ཡག་གྱི་མ་གྱི་མི་ཁ་ཤས་ཟེར་གྱི་མི་ཟེར་ཨེ་ནི་སྐད་ཆ་བཤད་མ་ཐུབ་པ་དེ་འདྲིས་གཅིག་ཆགས་སོང། དབྱིན་ཇིའི་དེ་ཚོ་རྒྱུད་ལ་ང་ཚོ་ཨ་རི་ལས་ས་ན་ཨ་རི་ལ་ཐུག་སོང་ཨ་ཅག་དེ་བོད་ལ་ལོག་ཞག་ལ་གི་འདུག་ཁོང་ཚོ་གི་བརྙན་པར་མང་པོ་བྲིས་བརྙན་པར་ཚང་མ་ཁུར་ནས་འགྲོ་ཞག་ཁྱོད་ཚོ་ལ་སྨྱོ་རྒྱུ་ཤེས་ཨེ་ནི་ཁོ་རང་ཚོ་ལ་ང་ཚོ་གི་དམིགས་བསལ་དུ་ཨེ་ནི་བརྙན་པར་བྲིས་ཡ་འདྲ་པོ་དང་ཨེ་ནི་བརྙན་ལེན་བྱས་ཡ་འདྲ་པོ་ཞེ་པོ་བྱས་ཡས་ཨེ་ནི་ཚང་མ་ལོག་ཨེ་ནི་བོད་ལ་ཁུར་ནས་འགྲོ་ཞག་བོད་ལ་སྐར་མ་ཆེན་པོ་ཞེ་པོ་རག་ཞག་ཨེ་ནི་གར་ས་ཕི་གེ་ལ་ཡ་གོ་ས་ཞེ་པོ་བག་ཞག་ལ་གི་འདུག་རོགས་ང་ལས་ཚུར་སླེབས་ནས་ཨ་རི་ལས་ཚུར་སླེབས་ནས་ཁོང་ཚོ་གི་ང་སྐད་བཏང། ཁ་ལག་ཟ་གི་སྐད་གདངས་ཇི་ནས་གི་དེ་འདྲི་བཤད་སོང་ང་རང་སྐད་ཡག་པོ་ཤེས་སྐད་ཤེས་གི་མེད་དེ་དེ་སྐད་ཅུག་དེ་འདྲི་ཡས། སློབ་ཕྲུག་ཕོ་མོ་དེ་འདྲི་འདུག་ཁོང་ཚོ་གི་སྐད་བཤད་ནས་དེ་འདྲི་ལག་གི་འདུག་ལགས་སོ་ར། སྐད་ཆ་ཚ་རེ་ཚོ་རེ་མང་པོ་བྱེད་ཆགས་སོང་ཨེ་ན་ང་ལ་མེད་དོ་ར་ལོང་མ་ལོང་ང་རང་གི་ད་ལྟ་སེམས་པ་ན་ལས་ཡང་བསྐྱར་བསམ་ནོ་ཁོ་བྱས་ནས་གི་དེ་ཨ་ཅག་དེ་སྟོང་པ་མཐོང་གི་འདུག་ཧོ། ག་རེ་ཟེར་ན། ཨ་ནི་པར་རིས་དེ་ཐོ་འདི་དེ་ལ་ངེད་ཀྱིས་ཁྱོད་ར་རེད་ལབ་གི་མེད་ཨོ་ཁྱོད་ར་ཡིན་ནམ་མིན་ན་ཧ་མི་གོ། སི་ཨ་པ་གཞན་པ་དེ་འདི་དེ་ཨ་ཅག་དེ་འདྲ་བོ་ཞིག་བུ་གཅིག་འདུག་ད་སི་ཡིན་ནི་གཅིག་གིས་ཁྱོད་རང་གིས་ཨི་ནི་གཅིག་ཤེས་དེ་དེ་དེ་ལས་དེ་ལས་པར་རེད་ལ་ནི་ལབ་དེ་རླུང་ལོང་ནི་གི་ལབ་གི་ཡིན་ནམ་མི་ཤེས། ཨེ་ནི་ཨོ་དེ་འདྲས་གི་གཏན་བདེ་གི་ཉི་མ་གཅིག་གཉིས་དེ་འདྲས་ཡོད་རེད་ཤེས་ཡ་ཡིན་ཨི་ནི་དེ་གི་པར་འདྲ་བོ། བརྒྱ་ཆ་བརྒྱ་འདྲ་པོ་བྱེད་ན་འདི་ཉིད་ཀྱི་བརྒྱ་ཆ་དགུ་བཅུ་གོ་དགུ་ལ་དུ་གུ་དུ་གཙུག་པོ་འདྲ་པོ་བྱེད་པོ་ཅིག་ཏུ་སྡོམ་པ་སུ་ནི་དང་དུས་འདྲ་པོ་ཞི་བོ་ཅིག་ཏུ་ལོ་ཚིགས་ད་ག་ཟེར་གྱི་རེད། དུས་ཚོད་དུས་སྐབས་དེ་བ་ལ་ཨ་ནི་དགུ་བཅུ་ཐམ་པ་དང་བརྒྱ་བཅུ་བརྒྱ་གོ་དང་དགུ་བཅུ་གོ་གཅིག་ཨ་ཅག་དེ་ད་རམ་ས་ལི་དུས་ཚོད་ག་ཚོད་ལས་ན་ངས་ཧ་གོ་གི་མེད། ཨ་ནི་མི་ཚང་མ་དེ་ཤ་དང་ནི་ཡི་གེ་ཁྲི་འདི་ས་དེ་ད་ད་ལྟ་དམིགས་འདི་ལས་ཁྲ་ལམ་ལམ་མཐོང་གི་འདུག་སོ་སོ་ཡིན་ན་ང་ཅི་ཞི་བོ་ཅིག་ལངས་གི་འདུག་མི་ཚང་མ། ཚོ་རྒྱལ་ཁ་སྐྱོ་དགོས་ཡ་གཅིག་པ་རེད་ང་ཚོ་གིས་ང་རང་འདྲ་བོ་བྱས་ན་དཀའ་ལས་ཤི་མ་ཤི་མི་ཚེ་དེ་ལ་དཀའ་ལས་སྐྱེལ་དགོས་ཡ་ཁོ་རང་ཚོ་གིས་རྟོག་ཞིབ་གཏོང་དགོས་ཡ་ག་རེ་ཡིན་ན་བོད་རིགས་སྤུན་ཟླ་སྐྱེས་པ་ལས་བཟང་བའི་སོ་སོ་གིས་སེམས་པ་སྡུག་མིན་རྩུབ་པ་ཟ་དུས་ག་ནས་གི་བལ་དུས་སེམས་པ་གི་ཨེ་ནས་ག་ལ་ག་རེ་སེམས་སྟོང་འདྲ་བོ་ཅིག་རྒྱབ་དེ་གི་འདུག་སེམས་པ་སྟངས་མི་ནས་ན་ཚ་རེ་ཅིག་བཏང་ཡོང་གི་འདུག་ང་རང་ཚོ་ཚང་མ་གི་རྒྱལ་ཁ་རེད་ཅེས་མི་རིགས་རེ་མི་དང་ང་ཚོ་ཚེ་སྔ་འདྲ་བོ་ཅིག་གཅིག་པོ་གི་མ་རོ་བ་དེས་ན་ག་ལེར་རྒྱ་མི་གི་ཕྲུ་གུ་དུ་བ་སོ་སོ་གི་ཚེ་ངེད་མི་གི་ལེའི་འདྲ་བོ་ཅིག་དང་བག་ཆགས་འདྲ་བོ་ཅིག་ག་འདྲ་ཞག་བས་ན་ཧ་མི་གོ། ཨ་ནུ་གང་ད་ལྟ་ཁ་མང་པོ་ཅིག་ཆགས་སོང་ཨ་ནུ། ཚོགས་གཙོ་ལགས་གི་མ་བོས་ཞེས་དགོས་ཀྱི་རེ་སྐན་མི་འདུག་བྱ་ཡིན་ཡིན་མི་ལ་བཅོལ། Facebook ལ་ཐོན་སོང་ང་དེ་ནས་ང་རང་གི་སྣེ་མང་གི་ད་ཅིག་གི་བོད་ནས་གསར་འབྱོར་སླེབས་ཚར་སོང་སྣེ་ལེན་ག་ལེར་བསྡད་དེ་འདི་ཨ་ཅག་ཅིག་ཡོད་རེད་ད་ག་རེ་ལ་གི་རེད་ད་དེ་གི་པར་འདྲ་བོ་ཅིག་སོ་སོ་གི་སེམས་པ་ན་ལས་ཚ་ལྷང་ག་ལེར་སོང་བ་དེ་ཚིག་ངོ་ཡི་ག་རེ་ཡིན་ནི་བསམ་སོང་ཨེ་ཉོན་དེ་དུས་ཨོ་ཅི་རང་གི་དེ་འདྲའི་སྐོར་ལ་ཤེས་ཤག་དེ་ནས་དོ་ལོ་གན་དོ་ད་ཨེ་ནི་ཅིག་གི་གཟུགས་པོ་གི་ཁྱེད་ད་ཨེ་ནི་ག་ལ་གི་རེད་དེ་སྐབས་དེ་བ་སོ་སོ།

ཧོ། དེ་ནས་ང་རང་བསམ་དུས་ཅི་ལ་མ་བལྟས་ན་ཨེ་ནི་སོ་སོ་གི་ཡང་བསྐྱར་ཡང་བསྐྱར་ཁོང་ཁྲོ་ས་ཡང་བསྐྱར་ཡང་བསྐྱར་སེམས་པ་བཅོས་ཡང་བསྐྱར་ཡང་བསྐྱར་བྱེད་དོགས་དེ་ཚོ་ཚང་མ་བསམ་ན་ཁོག་བྱེད་ནི་གི། ཨེ་སེམས་པ་ནི་ལ་ཨེ་ནི་གཉིད་མ་བུ་བར་ལོག་མ་བསྡད་དེ་འདྲི་ཆགས་སོང། ཁོག་བྱེད་ནི་ཨེ་གཅིག་བསྐྱར་གཉིས་དྲོགས་སོང་ག་རེ་ཟས་ན་ཨེ་ནི། སོ་སོ་ག་བ་ཕ་ཁ་ལོ་ན་ཅིག་ཡི་གེ་འབྲི་འདི་ཟ་ཐོང་འདི་ཚིག་ཁ་ལོ་ན་ཡི་གེ་འབྲི་ཡག་འགྲོ་ན་མ་འགྲོ་ན་ད་ག་རང་བྱེད་དེ།

ད་ང་ལ་མེད་དོ་ལ་ད་ལགས་ཀྱི་མེད་ད་མོ་རང་ཡང་ཡོད་སའི་ན་ང་ཧ་གོ་གི་མེད། ཧོ་བ་དེ་དོན་དེ་ང་རང་ཨ་ཅག་དེ་གི་བྱེད་དོ་ད་ཧོར་ཐི་ཀ་ལ་སེམས་པ་ནི་ལས་བསམ་ནི་ཁོ་ལས་ཀ་བྱེད་དོ་ད་དངོས་གནས་ཁོ་རང་ས་སྐྱ་ད་ཨེ་ནི་གནམ་གཤིས་ད་ཆ་ཚང་སེམས་པ་ནི་ལས་སླེབས་སོ་ཨ་དེ་བ་དེ་ཐང་དེ་ཨེ་ནི་ག་རེ་ལགས་ཀྱི་རེད་དེ་གི་རོགས་པ་ཨ་ཅག་ལམ་པོ་ཅིག་ཡོད་རེད་དེ་ཚོ་སྐད་ཆ་བཤད་དོ་ད་ཁོ་རང་ཚོ་གི་སྐུ་ངལ་གྱི་ད་སྨྲ་མི་གི་ཁྱི་དྲེད་ཤ་འཇོན་དམར་དཀྱིལ་གི་པ་རུ་དེ་ཚོ་ད་ཨེ་བྱེད་གི་འདུག་ཨ་ཨེ་ནི་ད་ཅིག། མང་པོ་ཅིག་ལེན་གི་འདྲ་མི་འདྲ་མི་འདྲ་དེ་བ་ཡ་མ་བྱུང་དེ་ལྟར་ང་ཚོ་རྟག་པར་ཉིན་ལེན་ག་ལས་བསྡད་གི་ར་ཡིན་ནས་ག་འགྲོ་ས་ནས་ཡོད་མ་ར་དེ་ནས་ཐང་འདི་ར་ཐན་ད་ཨིན་དྲི་དེ་ལྟར་སོ་སོ་སྦུ་སི་རི་ཐོག་ནས་དབུགས་ར་འགག་ཡོད་པ་དེ་འདྲའི་འདྲ་བོ་རྒྱ་མི་གཉིས་མ་དེ་འདྲའི་ཚད་ལས་དེ་ནས་ང་རང་ཚོ་གི་དེ་བ་གི་རྒྱ་ག་ལས་ཨིན་ནས་བར་ཚེ་ཨིན་གྱི་མཉམ་དུ་སྐད་ཆ་བཤད་བཤད་རྒྱུ་ད་སོ་སོ་གི་བསམ་ཚུལ་བཤད་བཤད་རྒྱུ་དེ་རེ་ཡ་བརྗེ་བཤད་རྒྱུ། བ་བོད་ལ་བཀོད། བོད་རྒྱའི་ཡ་སོ་སོ་ཕ་མ་ལ་རྒྱ་མིའི་གཞུང་གིས་རྟག་པ་བསྡད་མ་བཅུག་པ་བཅས་རྙོག་དྲ་བཤད་གྲྭ་ཁྲི་ལེན་བྱས་ཨ་ནི་རྟག་པ་ཁབ་ཏུ་བཏོན་བཏོན་ཉིད་ཀྱིས་ང་རང་གི་ཕ་མ་ཡིན་ན་དེ་འདྲའི་མི་ཚེ་རྫོགས་ནས་གི་སྡུག་པོ་མྱོང་ནས་ཤི་འགྱོད་རེད། ཕ་མ་གི་ན་སོ་སོ་ཨེ་ནི་ག་རེ་རེད་ཡ་ཨེ་ནི་སོ་སོ་གི་ཕ་མ་ཡིན་ན་ཡ་རྒན་བཀུར་བྱ་ས་ཐོན་ཡོད་མ་རེད་གཡོག་པོ་རྒྱུ་ཡ་རག་ཡོད་མ་རེད་ང་རང་གི་སྟོད་གི་དུས་དུ་ཁོང་ཚོ་གཡོག་དགོས་ཡ་གི་ཨེ་ནི་ཁ་བྲལ་དགོས་ཡ་གི་གལ་ཆུང་ཡོད་མ་རེད་ང་རང་ཚོ་གི། མི་རིགས་དང་ང་རང་བརྩེ་བའི་སྐད། ཨེ་ནི་འདོད་ཡོན་ཁ་ས་བོད་རིགས་སྤུན་ཟླ་ཚང་མ་བློ་ལ་ང་རང་འཛོལ་དགོས། རང་དབང་མེད་པ་ཅན་གྱི་ཨེ་ནི་ང་དང་ང་ནང་གི་བོད་མི་མང་པོ་ཅིག་དེ་འདྲའི་ཆགས་ཡོད་རེད། ཨེ་ནི་དེ་འདྲའི་ཆགས་འདི་འདི་ཁ་ཤས་ཀྱི་སྡུག་བསྔལ་དང་དཀའ་ལས་རྟག་པར་རྒྱལ་སྲོག་བློས་བཏང་དུ་འབུལ་ཡ་ཁ་ཤས་ཀྱི་བོད་པ་ནང་ནང་གི་ཨེ་ནི་དོན་དག་སྒྲུབ་ཡ་ཐབས་ཤེས་བྱེད་ཡ་གི་དཀའ་ལས་རྒྱལ་ཞེན་རྒྱུ་དེ། ཨེ་ནི་ཡི་བྱས་ནན་གྱིས་སྨྲས་པ། ཨེ་ནི་ཡི་གར་ལགས་ཀྱི་རེ། ལས་ཅི་འདྲས་སྨྲས་པ་དེ་འདྲས་ལས་ཀ་ལས་འདི་དེ། སྒྲ་ལས་ཨེ་ནི་སོ་སོ་སྣང་ཚ་ལས་དེ་འདྲས་ཇི་ས་དང་བསམ་ནི་འཁོར་ཡོང་དེ་སེམས་པ་ལས། རྩུབ་པ་ས་ཁྱི་ཡ་དུ་བ། ཨེ་ནི་དེ་ཅི་ནི་གི་སེམས་པ་ནི་ཤོག་མ་སོ་ཞིག་གི་དུས་སུ་ང་སྐད་ཅི་ཞིག་ཤིག་གི་མི་གོན་ད་ཡང་ཁ་མང་པོ་ཅིག་ཆགས་སོ། དགོངས་སྐད་སྨྲས་པ་ཅི་ཨེ་ནི་སྒྲ་ཞིག་དེ་ལ་ཡོད་ཁོ་ཚང་མ་ལོ། དེ་ཁོ་རང་གི་ཚོགས་པ་ནི་ག་འདྲས་སྐད་ཅི་ཞིག་ཡིན་ཧ་གོ་མ་སོ་ང་བྷིས་བོ་ལ་ཐོངས་སོ། ཨོ། མཚམས་ཚ་ལི་ཏའི་མ་འདི་ལས་གི་དུ་བ་དེ་འདྲའི་ལྟ་བུའི་ཕྱོགས་ལ་མཐོང་སོགས་ག་དུས་ཡིན་ན་སུ་གཅིག་བསྔོ་ཡིན། ཨོ། སྤྱི་དོན་དང་ང་ར་ཕིས་སྒོ་རྩེ་གི་མི་གཞན་པ་དེ་འདྲའི་བསྔོ་ཞེས་པ་དེ་འདྲའི་དུ་བ་དེ་འདྲའི་ནི་ལྟ་བུའི་ཕྱོགས་ལ་མཐོང་སོང་ཨེ་ནི། ཁ་རྩོད་དྲག་ཆ་ཞན་པ་བྱས་ནས་ལོ་ཡར་ལུགས་སུ་དུས་ནི་ལ་བཏང་བྱ། ཨོ། འདི་དེ་འདྲའི་ཅིག་སེམས་པ་ན་ཟུག་གིས་ཨེ་ནི་བཤད་དུ་དགོས་ཐུག་སུ་མི་སྲིད་ང་ལྟ་ཨེ་ནི་ཅིག། དགའ་དྲན་ནས་དང་སྐྱིད་དྲན་ནས་ཀྱི་ཤེས་ཡ་མེད་ཡིན་མི་ལོ་དང་ལོ་ལོ་དང་ལོ་ལ་ཨེ་ནས་ཀྱི་སེམས་ནང་ལ་ཡི་སྡུག་བསྔལ་དང་བརྩེགས་པ་དང་ཁོང་ཁྲོ་དང་སེམས་སྡུག་དང་བློ་དཔང་གི་ཨེ་ནས་མ་ཆུ་བ་གི་ཞུ་ཁེ་ཅི་ཐུག་སོང་བཤད་ཡ་ཡིན་ཨེ་བཀའ་དྲིན་ཆེ་ཚང་མ་ལ་གོ་མཁན་མེད་པ་ཅི་བཀྲ་ཤིས་བདེ་ལེགས་ཚང་མ་ལ་དངོས་གནས་རྡོག་རྩ་བཅར་དྲིལ་ཆགས་ཞོར་ལ་ནས་སྨོན་ལམ་ཡོད།